དེ་ཡང་སྦྲང་ཆར་གཙང་འགྲིག་ཁང་གི་གཙོ་སྦྲུལ་ཟུར་པ་ཟླ་བ་བློ་གྲོས་དང་རྔ་བ་སྒོ་མོ་རྒན་པའི་སྤྲུལ་སྐུ་འཇའ་འབོ། རྭ་རྒྱ་འཇིགས་མེད་ལྷོ་བྲེ་དགེ་རྒན་ཆེན་མོ་གདུང་ཡོད་བསྟན་རྒྱ་མཚོ། ལྷོ་ནུབ་མི་རིགས་ལྷོ་བྲག་བྱེ་མའི་དགེ་རྒན་ཆེན་མོ་ཝང་ཁོ་བཅས་ཀྱིས། ལས་གནས་མི་འདྲ་བའི་ཐོག་ནས་བོད་ཀྱི་རིག་གནས་རྒྱུན་འཛིན་དང་དར་སྤེལ་ཡོང་བར་འབད་བརྩོན་གནང་བཞིན་ཡོད།

ལས་ཀ་ལས་རྒྱུ་དེ་མང་གི། ཨ་དེ་ག་ལས་རྒྱུ་ཡོད་ན་ར་བཟང་གི་བ། ཉིན་དུ་ཁོམ་ཁོམ་ན་ར་མི་བཟང་གི། བ་ཁོ་མ་ཁོམ་ན་ར་མི་བཟང་གི་དེ་ག་ལས་རྒྱུ་ཡོད་ན་བཟང་གི།
བོད་ཀྱི་སོ་རྒྱལ་རིག་ནས་རྒྱལ་མཚོ་སྣང་བ་ལ་བོད་རང་གི་མཐུན་མོང་མ་ཡིན་པའི་ཆོས་ཅི་ནང་རྒྱུ་མཚོ་འགའི་ཞིག་ཨོང་ལུའི་འཕྲོས་གསུམ་ན་སོ་རྒྱུན་ལྷོ་བསིལ་གཞི་རྩ་ཡིན་ལ་མཐེ་བོང་མི་དགའི་བསམ་དོན་ཆོ་གའི་དོ་སྣང་མཛད་ས་ཞིག་ཀྱང་ཡིན།

རིམ་བྱུང་སྦྱར་རྩ་རིམ་བྱུང་སྦྱར་རྩ་དེ་དེ་ནང་ན་ད་ཞིག་ཨང་རྒྱས་ན་སུམ་བརྒྱ་ལྷག་ཙམ་ཡོད་རེད་ད་ག་ཚང་དེ་རྒྱུད་པ་དེ་ཡོད་ས་དེའི་སྐབས་དེ་གུང་ཐང་རིན་པོ་ཆེ་མ་གཏོགས་དེ་ནས་རྒྱུད་པ་གཞན་རྣམས་ཡོད་ས་དེ་ལྷག་མེད་དེ་ནས་ཨ་ཁུ་རིན་པོ་ཆེ་གོང་རིག་གདན་འདྲེན་ཞུས་ད་དེ་ལ་རང་བཀྲ་ཤིས་འཁྱིལ་ནས་རིམ་བྱུང་སྦྱར་རྩ་བར་སྦྱར་རྩ།

དེ་གི་སྙན་ངག་ཡང་ཟེར་ནང་འཛུགས་ཀྱི་མཚོན་པའི་ཅིག་རིག་གནས་ཀྱི་སྐོར་དྲན་པ་རེ་ཐོབ། གཙོ་བོ་གཙོ་བོ་དེ་དབང་ལུང་མན་ངག་གི་སྐོར་དང། གསང་བདེ་འཇིགས་གསུམ་ལ་སོགས་ཀྱི་མཚོན་པའི་དབང་ལུང་མན་ངག་གི་སྐོར་དང། གཙོ་བོ་གང་དུས་སྐབས་དེ་ང་ཡིར་སྒོ་མོ་མགོན་པ་ཕེབས་པའི་དབང་ལུང་མན་ངག་དག་མང་པོ་གནང་བ་རེད་ད་ཕར་ཆ་གཅིག་ཀྱང་ཆད་ཡོད་མ་རེད། དེའི་རྒྱུ་མཚན་གྱི་དབང་ལུང་མན་ངག་གི་སྐོར་མང་པོ་ཐོབ་ཡོད་རེད་དེའི་རྒྱུ་མཚན་གྱི་ཁོང་གི་སློབ་མ་དག་སྐར་ཚོགས་ལྟར་མང་པོ་ཡོད་རེད་ང་དེའི་ནང་གི་གྲལ་མཐའ་གཏོགས་པ།

རང་རེའི་བོད་མི་རིགས་འདི་ཆེས་ཁྲིམས་ཞིབ་ཀྱིས་བཀྲིན་ཚོར་བ་ཚོར་མཁན་གྱི་མི་རིགས་ཟེར་ཁྱད་པར་དུ་ད་ཆོས་ལུགས་པ་ཟེར་གྱི་ཆ་ནས་བཤད་ན་ཅིག་ལེགས་ཚོགས་ཐམས་ཅད་ཀྱི་རྩ་བ་བླ་མ་ཡིན་ཟེར་གི་དངོས་གནས་གི་བཤད་ན་ར་ད་རྒྱའི་ཐམས་ཅད་མཁྱེན་པའི་བྱང་ཆུབ་ལམ་རིམ་ཆེན་མོ་ནི་ཟབ་ཀྱི་ལེན་གྱི་ཡོད་དེ། ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ་དང་བརྟེན་ནས་ལོ་སྤྱིར་དར་སྦྱངས་ཡིན་རིམ་པ་བཞི་ཟབ་ཀྱི་གཉིས་ལས་འགོ་ནི་དེའི་སྟེང་ནས་འདང་བརྒྱབ་ན་ཡང་ལེགས་ཚོགས་ཐམས་ཅད་ཀྱི་རྩ་བ་བླ་མ་ཡིན་པ་དུ་དེ་ལས་གཞན་པའི་ཆོས་སྐུར་ཡོད་དོ་ཅོག་བཤེས་གཉེན་གཏན་ཚིགས་དང་དོན་མཉམ་པ་ལྟ་བུ་རེད་དེའི་རྒྱུ་མཚན་གྱིས། ང་དང། དེ་གི་ངའི་ཆོས་གྲོགས་ཟེར་ཨར་མའི་དགའ་བ་རྒྱ་མཚོ་ཟེར་གྱི་དེ་ཡོད་དར་སྐུ་མཛོད་དགེ་སྟག་ཚ་དགོན་པ་གི་རེད། ཁོང་རིག་གནས་ཡང་ཡག་པོ་རེད་དཔེ་ཆ་ཡང་ཡག་པོ་རེད་རྒྱ་ཡིག་ཡང་ཧ་ཅང་གི་ཡག་པོ་རེད། ཁོང་ཡང་རྗེ་བཙན་མི་དགེ་རིན་པོ་ཆེའི་ཞལ་གཟིགས་གི་སློབ་མ་རེད། དེ་ནས་ངེད་གཉིས་གྲོགས་པོ་དེ་ལྷ་ཆོས་རྒྱན་པ་ཟེར་གྱི་དེ་ཡོད་ངེད་ཆོས་ཚང་མ། ལོ། ད་ཉི་ཤུ་ཐམ་པ་གི་སྔོན་དེ་དགེ་རྒན་བཀའ་དྲིན་ཅན་སྐུ་དག་བཞེངས་གནང་ནས་ཕྱིར་ལོག་དེ་ང་ཚོ་སྐྱབས་གཅིག་ག་ལབ་གྲོང་བཀྲ་ཤིས་འཁྱིལ་ནས་སློབ་གཉེར་བྱེད་ཀི་ཡོད་དེ། ད་ཅི། རང་གི་བླ་མ་གློ་བུར་དུ་སྐུ་ཞིག་སོང་ཟེར། ད་ཅི། རང་གི་བླ་མ་སྐྱེ་བོ་མ་རེད་སངས་རྒྱས་བྱང་སེམས་གང་ཡིན་ན་ཐུན་མོང་གི་མཛད་པ་ལ་སྐུ་ཞིག་གིས་ཚུལ་བསྟན་གྱི་ཡོད་གི། ད་ཅི་གང་ཡང་སངས་རྒྱས་རང་སངས་རྒྱས་སངས་རྒྱས་རྣམས་ཀྱི་ཉན་ཐོས་ཀྱང་སྐུ་ལུས་འདི་ནི་སྤོང་ཟེར་ན་སྐྱེ་བོ་ཕ་ར་དངུལ་ཅི་དགོས་གསུང་གི་ནོ་སངས་རྒྱས་ཐུགས་རྗེ་ཅན་གང་སྐུ་མྱ་ངན་ལས་འདའ་བའི་ཚུལ་བསྟན་སོང་ཟེར། དེའི་རྗེས་ནས་བླ་མ་བྲང་སྡོང་གི་ངུ་འགག་འོས་པ་སེམས་སྐྱོ་སྡོང་གི་སྣུམ་པ་དུ་བླ་མ་བྲན་ཚར་གཙོ་བོ་མ་རེད། དེས་ན་ང་ཚོ་ཚང་མ་གི་ཅིག་གྲྭ་བ་གྲྭ་རྐྱང་རེད་སྒོར་མོ་མང་པོ་ཡང་མེད་གི་ཡིན་ན་ཡང་ཁོང་ལ་རྗེས་དྲན་གི་དེབ་ཟིག་བཟོས་ན་ཡག་པོ་རེད་ཟེར། ཨོ་དེབ་དེ་དུས་དེབ་ཅིག། དུས་དེབ་ཅིག་བཟོས་ན་ཟེར་དེ་ང་ཚོ་ཚང་མ་གི་དུས་དེབ་དེའི་མིང་ལ་གུར་ཀུམ་ཆེན་པོ་དག་གུར་ཀུམ་ཆེན་པོ་དག་ནི་གཅིག་དགུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་ནི་ཁོང་གི་སྐུ་མྱ་ངན་ལས་འདའ་ཡས་ལོ་དེ། འདི་ནི་ལོ་གཅིག་གོ་རེད། ཨོ་དེ་གོ་བཞི་ལོ་དེ། ང་ཚོས་སྟེགས་གཅིག་བྲིས་ནས་དེ་ནས་རིམ་པ་བཞིན་དུ་ལོ་རེ་རེ་བཞིན་དུ་ད་དགེ་རྒན་ཚང་རྒྱས་འཛིན་བྱེད་པའི་དེབ་དེ་ལོ་ཉི་ཤུ་ཐམ་པ་འགོར་སོང། དེབ་ལ་ཉི་ཤུ་ཐམ་པ་དབབ། དེབ་ཉི་ཤུ་ཐམ་པ། དེབ་ཉི་ཤུ་ཐམ་པ་ཕུལ། ད་དེབ་སྤྱིར་སྒུལ་ཚར་སོང་ད་ཉི་མ་ཁ་ཞིག་གི་རྗེས་ནས་དེབ་ཉི་ཤུ་བ་དེ་ད་ཐེངས་ཀྱི་ཚོགས་འདུ་འདི་ཚར་སོང་ན། ལོ་རེ་ལ་ཐེངས་རེ། ལོ་རེ་ལ་ཐེངས་རེ། ད་འདས་ནས་སྤྱི་ལོ་གཅིག་དགུ་དགུ་བཅུ་སྐོར་སྔ་ལོ་དེ་ད་སྐབས་ཀྱི་མགོ་ལོག་རྭ་རྒྱ་གྱི་ས་ཆ་དེ་སྒེར་ཚུགས་ཀྱི་སློབ་གྲྭ་ཟེར། ད་འཇིགས་མེད་རྒྱལ་མཚན་སྒེར་ཚུགས་སློབ་གྲྭ་ཟེར་བཞིན་བཙུགས་ཡོད་གི་དེའི་ནང། ང་དགེ་རྒན་ཟིག་ག་ཅིག་ཡོང་དགོས་པ་དེ་ཡིས་ཤག་གི་ཡོད་གི་དེ་ན་ཧ་ཅང་གི་ས་ཆ་ཡང་ཐག་རང་པོ་རེད། རེད་རེད་རེད་རྔ་བ་ནས་མགོ་ལོག་པ་ནི། འགྲིམ་འགྲུལ་ཡང་སྟབས་བདེ་མོ་མ་རེད་ང་རང་ཉིད་ལ་མཚོན་ན་ཡང་ད་ཅིག་མདོར་སྔགས་རིག་ནི་གང་གི་ཆ་ནས་ཡིན་ན་སྦྱང་བ་མཐར་ཕྱིན་ཡོད་མཁན་དེ་འདྲ་ཟིག་མ་རེད་ད་དབང་སློབ་སྦྱོང་བྱེད་དགོས་གི་ར་ཡིན་ན་ཡང་རྗེ་བཙུན་དམུ་དགེ་རིན་པོ་ཆེ་ལྟ་བུ་གི་ངེས་དོན་གྱི་པན་ཁྲི་དང་མཁས་བ་ཆེན་པོ་ཟིག་ཏུ་བུད་སྤྱི་ཚོགས་གི་ཁྲོད་དུ་སོང་ཡིན་རང་གི་དོན་གཉེར་ཅན་གི་སློབ་མ་མང་བོ་ཟིག་མགོ་ཀ་ཁ་ནས་བཟུང་སྟེ་སྦྱོར་ཀློག་ནས་བཟུང་སྟེ་དག་ཡིག་ནས་བཟུང་སྟེ་སུམ་རྟགས་ནས་བཟུང་སྟེ་སློབ་ཁྲིད་བྱེད་དགོས་ནོ་དེ་ལ་སློབ་སྦྱོང་གི་ཆེད་དུ་མིག་དཔེ་ལྟས་ཡིན་ད་དེ་ངོ་མ་གི་ཡིན་ཨ་སུའི་བོད་མི་རིགས་ལ་མཚོན་བྱས་ན་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་ཡོད་པ་དེ་ལྟར་དགོན་སྡེའི་སུའི་ཁྲོད་ན་སོང་ན་དགེ་རྒན་ལ་བརྡ་ཕོག་སྤྲད་དགོས་པ་མ་རེད་ད། ཐོག་དང་པོ་ཁ་བཏགས་ཅིག་འཐེན་ནས་དགེ་རྒན་ལ་ཕྱག་གསུམ་ཚར་ན་མི་ཚེ་གང་བོ་ཁོས་ཐུགས་རྗེ་གི་ཡོན་ཏན་ཚང་མ་ལེན་ཐུབ་གི་རེད་དེའི་རྒྱུ་མཚན་གི། ཁོང་གི་སྐུ་ཚེ་གང་བོ་དེ་ལྟ་བུའི་ཕྱག་ལས་གནང་དགོས་ནོ་དེ་བརྡ་ཕོག་སྐར་མ་གང་མེད་པའི་སྒོ་ནས་ཕྱག་ལས་གནང་དགོས་ནོ་དེ་ལ། སློབ་སྦྱོང་བྱས་ཏེ། ད་སོང་ནས་མགོ་ལོག་རྭར་རྒྱལ་ནས་ད་བར་དུ་མི་ལོ་ཉི་ཤུ་ལ་དགེ་རྒན་ཐབས་ཆག་ཟིག་གི་བྱ་བ་གཉེར་ཡོད་པ་རེད། བློ་གསལ་འཇུག་ངོགས་སྤྱི་བོས་ལ་མཚོན་རྒྱུ་ཡིན་ན་ད་བློ་གསལ་འཇུག་ངོགས་སྤྱི་བོས་ལ་མཚོན་ན་ངས་ཕར་ཆེར་ད་བར་དུ་བློ་གསལ་འཇུག་ངོགས་ཚར་ཆ་ཚང་གི་ཚར་གསུམ་བཅུ་ལ་ཉེ་བ་ཟིག་ཁྲིད་མྱོང། དེ།

ད་རྔ་བ་ས་ཆ་ལ་ད་རི་ནས་གདོན་ད་སངས་རྒྱས་ཀྱི་བསྟན་པ་རྣམས་ཐོག་མར་སོང་སྟེ་ཐ་ན་ཡི་མུག་སེར་སྐྱ་གི་ལྷོ་བདེ་ལགས་སུ་བ་དེ་ནས་ད་ཡི་མུག་སེར་སྐྱ་དེ་རྩ་ཆེན་པོ་ཉིད་འཛུགས་འདུག་ཟེར་རེད་རེད་དེ་ག་ནོར་ཅིག་དེ་ང་ཚོས་གོ་ཐིག་ན་དགེ་ལགས་ཀྱི་ལ་རོང་གི་ཨ་མ་ལ་ཡི་གེ་ལྷ་ཅིག་དེ་ནས་ང་ཚོས་དཔར་དེ་རིག་པའི་ཉུང་གོ་རེད་རེད་རེད་དེ་ད་ལྟ་ཡིན་ན་དགེ་ཆོས་རོང་གི་བེ་ན་ཨ་མ་ལོ་ཆེན་པོ་རེད་ས་རེད་དེ་ད་ཡང་ཡི་གེ་ལྷ་བ་དེ་ཨ་མ་ཁོ་རང་གི་མིག་པ་ན་རེད་དོ་དགེ་ཆོས་རོང་གི་ལྟར་ན་ད་ཨ་མ་ལ་ཡི་གེ་ལྷ་ཅིག་དེ་རྩ་ཆེན་པོ་ཅིག་རེད་དྲན་རེད་རེད་གྱི་ག་འདྲ་ཅིག། ད་རྗེ་བཙུན་མི་དགེ་རིན་པོ་ཆེ་སང་ང་ཚོ་ན་ཁོང་གི་སྐུ་ཞིང།

ལོ་ངོ་བརྒྱ་ཕེབས་པའི་རྗེས་དྲན་མཛད་སྒོ་དེ་ལྷོ་ནུབ་མི་རིགས་སློང་ཆེན་ལ་སྤེལ་བ་དང། ལྷོ་སྤྲེལ་ནང་དུ་རིག་གནས་རྒྱུན་འཛིན་གྱི་དོན་སྙིང་གང་འདྲ་ཞིག་ཡོད་རྒྱུ་རེད།
ད་མི་དགེ་བསམ་སྟེ་ཁོ་རང་འདྲ་བ་ཞིག་ན་ད་ལྷོ་ནུབ་མི་རིགས་སློབ་གྲྭ་ནང་ཐེངས་མང་པོ་ཕེབས་མྱོང་ས་རེད་གི། ལྷོ་ནུབ་མི་རིགས་སློབ་གྲྭ་ནང་ཐ་མ་མང་པོ་ཕེབས་མྱོང་ནི་རེད། ལགས་སོ། དེ་ནི་ལྷོ་ནུབ་མི་རིགས་སློབ་གྲྭ་ཆེན་མོ་གི།

ཐོག་མཐའ་བར་གསུམ་དུ་སློབ་གྲྭ་འགར་རྒྱབ་སྐྱོར་ཆེན་པོ་གནང། སློབ་གྲྭ་གི་ཆོག་མཆན་ཁོ་ནས་ནང་དོན་ཆེན་པོ་རེད། སློབ་མ་ཐམས་ཅད་ལ་གཅིག་ནས་དགེ་རྒན་གྱི་དྲིན་ལན་བཟོ་རྒྱུ། གཉིས་ནས་ཕ་མ་གི་དྲིན་ལན་བཟོ་རྒྱུ། གསུམ་ནས་སྤྱི་ཚོགས་ཀྱི་དྲིན་ལན་བཟོ་རྒྱུ། ང་ཚོ་བོད་མི་རིགས་འདི་དྲིན་ལན་ཞུ་བ་དང་དྲིན་ལན་བཟོ་མཁན་ཞིག་ཡིན་ནོ། འདིའི་ད་ཐེངས་ཀྱི་འདི་རྗེས་དྲན་གྱི་ཚོགས་འདུ་འདི་གི་སྟེང་ནས་ང་ཚོ་སློབ་མ་ལ་སློབ་གསོ་གི་ཐད་ནས་ཡིན་ན་ཡང་འདྲ།